ད་མི་མང་ངོ་ནས་བརྒྱ་ཆ་བདུན་ཅུ་བརྒྱ་བཅུ་གི་འདོད་པ་ཡོད་པས་ཀྱི་འགྱུར་བ་བཏང་དགོས་ཀྱི་ཡོད་པ་ཅིག་གཟིགས་པ་རེད། གཟིགས་པ་ནང་བཞིན་གྱི་ཁོང་ཚོས་ཀྱི་དེའང་ཚོ་ལ་མ་གསལ་བཤད་བྱེད་པ་འདི་ད་ང་ཚོ་ལག་བསྟར་བྱེད་ཐུ་ཡལ་ལ་ག་ཚོ་ལ་ནུས་པ་གཏོང་དགོས་ཀྱི་ཡོད་རེད་བ། དེ་ཡིན་དུས་ད་གང་ལྟ་གྲོས་ཚོགས་ཁ་ཤས་ནང་ལ་སྐད་ཆ་བྱུང་ཚར་བ་རེད་དེ་མི་འབོར་དཔག་དགོས་ཡ་ཡོད་པ་ཡིན་ན་དཔེ་མི་སྲིད་པས་ཁག་པོ་རུ་ཆགས་ཀྱི་འདུག་མཚམས་མཚམས་རེ་བ། ཨ་ནི་ད་པར་རྒོད་དང་མོག་ཟེར་གྱི་འདུག་སྤྱི་འཐུས་བཞི་བཅུ་ཐམ་པའི་ལག་པ་ཡོད་ད་རྒྱ་གར་ལ་བཞུགས་བཞུགས་མཁན་ད་ང་ཚོ་སྔགས་ཀྱི་སྐད་ཆ་ག་ཚོད་བཤད་ནས་མ་བཤད་ནས་ཡང། བོད་རྒྱ་སྤྱི་འཐུས་བཞི་བཅུ་ཐམ་པས་ཀྱིས་འདི་ལ་མོས་མཐུན་མ་གནང། ཨ་ནི་འདི་ལ་རྒྱབ་སྐྱོར་མ་གནང་པ་ཡིན་ན་པར་ཐུ་ཡ་ཁོ་རང་ལང་ཁ་ཡོད་ཡོད་མ་རེད། མི་འདུག་བྲེལ་ཙང་ད་ང་ཚོ་ག་ལེ་ག་ལེ་ལ་ག་འབྲེལ་འདུག་ད་ནས་ཅིག་གི་བ་འབྲེལ་བཤད་གསལ་པོ་སྐྱོན་གྲོས་ཚོགས་ལ་རེ་བ་ཨ་ནས་མི་མང་གི་མངོན་འདོད་ག་རེ་རེ་བཞག་མི་མང་གི་རེ་བ་དང་འདོད་པ་ག་རེ་བྱེད་ཀྱི་འདུག་ཨ་ནས་གནད་འགག་ག་བ་ཐུག་གི་འདུག་ཡིན་དེ་ཡིན་ང་ཚོ་དངོས་གནས་ཅིག་གི་ད་མི་འབོར་མང་པོ་ཞིབ་པོ་ཅིག་ཕྱི་རྒྱལ་ལ་ཚུར་སྤོས་ཀྱི་ཡོད་རེད་འདི་ལ་དཔག་པའི་དེ་གི་སྔོན་ལས་ངས་ཞུས་པའི་བསམ་ཚུལ་བརྒྱ་ཆའི་ལྔ་བཅུ་ལྔ་བཅུ་ཟེར་ང་ཚོས་ག་ཐོབ་ཐང་རྩོད་ཀྱི་ཡོད་མ་རེད་ཡིན་ན་ཡང་ད་ང་རང་ཚོས

དེ་རེ་བ་མི་འདུག་དེ་ང་ཚོས་དེ་འདོད་པ་བྱས་པ་ཙམ་རེད་མ་འདུག་ཅིག་གིས་དེ་ལ་ལན་བཏགས་ཐུབ་ཡ་ཡོད་མ་རེད། དེ་ཚོ་ཚང་མ་ལོ་གཅིག་དུས་བཞི་བཅུ་ཐམ་པའི་ཆ་ལ་ཡོད་རེད་བ་བི་གེ། དེ་ཡིན་དུས་ག་འདྲ་འདི་ཚང་མ་ལོ་ང་ཚོ་མཁས་པོ་དང་ཨ་ནི་ང་ཚོ་གི་རྒྱུ་མཚན་དང་ལྡན་པའི་ཐོག་ནས་འགྲེལ་བཤད་རྒྱལ་བས་དེ་ངས་ཅིག་གལ་ཆེན་པོ་ཞིག་མཐོང་གི་ཡོད།